ཨ་རྣམ་པ་ལན་བརྒྱད་ཙམ་མ་བསྐུར་ཁམས་བཟང་ད་ལྟ་ང་ཡོད་ས་འདི་ནི་སྙིང་རྒྱ་ཆེ་ཞིང་བྱིན་རླབས་ཀྱི་མཚན་ཁ་རབ་ཏུ་འབར་བའི་པར་དགེ་མ་ནི་རྡོ་འབུམ་རེད་ལ་དེ་རིང་ང་ཚོའི་འབྲེལ་ཡོད་བླ་མའི་རྣམ་ཐར་དང་ཚད་ལྡན་ལོ་རྒྱུས་རྣམས་ལ་ཁུངས་བསྐྱུར་ནས་པར་དགེ་མ་ནི་རྡོ་འབུམ་གྱི་སྐོར་ལ་བོད་སྐད་ཀྱིས་རྒྱུས་ལུང་ཐུང་ཐུང་ཞིག་གཟིགས་སྤྱིར་པར་དགེ་མ་ནི་རྡོ་འབུམ་འདི་ནི་ད་ལྟའི་ཆར་འཛམ་གླིང་ནས་ཆེས་རིང་བའི་མ་ནི་རྡོ་འབུམ་གྲགས་ཆེན་ཞིག་དང་བྱིན་རླབས་ཀྱི་མཚན་ཁ་ཡང་རབ་ཏུ་འབར་བ་ཞིག་ཀྱང་རེད་དེ་ཡང་ཐོག་མར་པར་དགེ་མ་ནི་རྡོ་འབུམ་འདི་ས་གནས་གང་དུ་ཡོད་པ་རེད་ཟེར་ན་དེ་ནི་ཏུང་ཧོང་ཡིག་རྙིང་ལས་རྣམས་ཀྱི་ནི་དབུས། ས་ཡི་ན་རྒྱལ་བློན་གྱི་ན་སྙིང་པོ་གངས་ཀྱི་ན་ར་བ་ཆུ་བོ་གངས་ཀྱི་ན་མགོ་བོ་རི་མཐོ་ས་གཙང་ཡོར་བཟང་མི་གཙང་ཤིང་སྤར་གྱི་ཆུ་བཟང་དུ་སྲིད་རྟ་མགྱོགས་སུ་འཕུར་བ་ནས་ཞེས་དང་ཡང་ལྷ་ཡོར་མེ་ཏོག་ལས་རྒྱ་དཀར་འཕགས་པ་ལས་དབོར་སྦྱིན་མཁའ་འགྲོ་ལས་རྟ་གཟེགས་ནོར་གྱི་ལས་རྒྱ་ནག་ངོ་མཚར་ལས་ཀླུ་ཡོར་རིན་ཆེན་ལས་བོད་ཡོར་ཁྱུད་ཀྱི་གླིང་ཞེས་གླིང་གདན་དུ་བགྲང་སོར་ཡས་པའི་ནང་ཚན་བོད་ཡོར་ཁྱུད་ཀྱི་གླིང་དང་སྲིད་ཀྱི་ལོ་རྒྱུས་འཕུར་སོ་ལས་དབུས་གཙང་ཁྱུད་ཀྱི་ཁྱོར་ཁ་ཁམས་པ་མི་ཡི་ཁྱོར་ཁ་མདོ་སྨད་རྟ་ཡི་ཁྱོར་ཁ་གསུམ་ལས་མདོ་ཁམས་སྒང་དྲུག་གི་ཡ་གྱལ་དམར་རྫ་སྒང་གི་བྱར་རྟོགས་དེའང་ཡིག་རྙིང་ལས་སྔོན་ཚེ་བཙན་པོ་འཁྲུ་སོང་དུས་སློབ་དཔོན་ཆེན་པོ་པད་མ་རྒྱང་པའི་ཁམས་མཐའ་དབུས་ཡི་གྲི་རྣམས་ཞབས་ཀྱི་འཁོར་ལོས་བཅད་པའི་ཚེ་མ་སངས་ཡར་ལྷར་མཚན་ཟོར་བ་གངས་སྐྱིན་རྫ་སྦྱར་འཕན་སོགས་དང་ཡི་རྩེ་གནམ་ལྕགས་ངར་མ་རྩར་དེ་ཡིན་བོན་གྱི་མཚན་ཟོར་བ་རྫ་སྦྱར་གཡུང་དྲུང་རྩར་ལྡིང་ཟེར་ད་ལྟ་རྫ་སྦྱར་འཕན་སོགས་དང་བཞིའི་འབྱུང་བ་རྐྱེན་ངན་དུས་གཡུང་དྲུང་བོན་གྱི་རྩར་ལྡིང་གསུངས་མ་དང་རྗེས་སུ་སློབ་དཔོན་པད་མ་འབྱུང་གནས་ཀྱིས་དམ་བཏགས་བཀའ་བསྒོས་བསད་པའི་དུ་ལྡིང་ཟུར་ནང་གྱི་ཡིར་སོགས་བྱུང་བ་རྫ་སྦྱར་འཕན་སོགས་ཀྱི་དབུ་རྩེ་སྒོང་ལ་བསྙེགས། དེང་ཤར་གྱི་རྫ་སྐྱི་ལྡེམ་འབྲུའི་གཞིས་ཀྱི་ངོམ་པའི་གཡོན་སོགས་སྤང་ཐང་ཡངས་པོའི་གནམ་གྱི་སྐྱེར་བུ་ལས་འགྲེང་བུ་གནས་ཏེ་ཟངས་ཟླའི་རྫ་ཆུ་ཁ་བའི་རྫ་མ་མུ་ཁ་མདོ་རུ་གཡུགས་ལ་དེའང་ད་ལྟའི་སྲིད་འཛིན་ས་སྐོར་གྱི་དབང་དུ་བྱས་ན་ཟི་ཁྲོང་ཞིང་ཆེན་དཀར་མཛེས་བེ་རི་རང་སྐྱོང་འཁོར་སེར་ཁྱོར་རྫོང་ཁོངས་ཀྱི་ནུབ་བཟང་གི་མཚམས་ཏེ་རྫ་མ་མུ་ཁ་མདོ་ཞེས་པའི་གནས་དེར་སྐྱེ་བོ་འཕྲུལ་འབུམ་གྱི་དལ་བུ་སྟེང་དུ་བཞུགས་ཡོད་པ་རེད་ལ་གནས་སའི་ས་ཆའི་མཐོ་ཚད་ལ་རྒྱ་མཚོའི་ངོས་ནས་ཆ་སྙོམས་སྨི་བཞི་སྟོང་ཉིས་བརྒྱ་དང་བཞི་བརྒྱ་ལྷག་ཙམ་ཡོད་པ་རེད་འདུག་དེ་ལྟ་བུའི་པར་གྱི་མ་ནུ་རྡོ་འབུམ་འདི་ཐོག་མར། སུས་གསར་རྒྱན་མཛད་པ་དང་འབྲེལ་ཡུལ་ལོ་རྒྱུས་སྐོར་ནི་དེ་ཡང་དུང་དངུལ་རམ་རྫོང་བཅུ་གཅིག་པོ་ནང་སྐད་འཁྲུངས་པའི་པར་གྱི་བླ་མ་བསམ་གཏན་ཕུན་ཚོགས་ནས་སྤྱི་ལོ་གཅིག་སྟོང་དྲུག་བརྒྱ་དང་བཞི་བཅུ་ལོར་གཏིང་དང་འགྲོ་བའི་སྐྱི་པར་དང་བཅས་པའི་མཆོད་སྡོང་དད་ལྡན་ཁྲི་འབུམ་མང་པོས་མི་རབས་ནས་མི་རབས་བར་སྡིག་བཤགས་ཀྱི་གདེང་དང་ཐར་ལམ་གྱི་གྲི་གཟེངས་ལྟ་བུར་གཞིགས་གནང་མཛད་པ་ཡིན་ལ་དེའི་གོང་དུ་ང་རྒྱལ་སྒྲུང་གཏམ་དང་འབྲེལ་བའི་ལོ་རྒྱུས་དུ་མ་ཞིག་འདུག་པར་ང་ཚོས་རྒྱུས་ལོན་ཟེར་ན་དེ་ཡང་སྔོན་དུས་ཁྲི་སྲོང་ལྡེ་བཙན་གྱིས་བོད་ཁམས་སྤྱི་ལ་དབང་བསྒྱུར་བའི་སྐབས་ལྷོ་འབངས་ཆེན་པོ་པད་མ་འབྱུང་གནས་ཀྱིས་བོད་ཡུལ་བསྟན་སྨད་པ། གསུམ་གྱི་རྫ་བྲག་གང་གསོམ་དང་མཚོ་རྫིང་རི་ཕོག་སོགས་གཏེར་གྱིས་གང་བར་གསལ་ཞིང་གཟན་གྱིས་བརླབས་པར་མཛད་ལ་དེ་མཚུངས་རྫ་རྡོར་གྱི་བེམ་པོའི་དབུར་རྫ་ཕུ་སྤེལ་མ་ཤེར་ཕོག་ཏུ་སྟོད་ཕུང་སྤེལ་མ་བརྒྱུགས་ནས་དངོས་སུ་བཞུགས་སྐབས་ད་ལྟའི་པར་གྱི་མ་ནི་རྡོ་འབུམ་བཞུགས་སའི་གནས་ཏེ་རྫ་མ་མོ་ཁམ་སྡོང་འདི་ནི་ཁྱེད་རང་དང་སྲིན་པོ་འགྲོ་ལམ་དུ་གཟིགས་ཤིང་སྐབས་དེར་ལྷོ་སྤུངས་ཀྱི་འབྲས་སྲིན་གྱི་རྩ་བ་གྱེས་ཟེར་རྡོར་གྱིས་མེ་ཆར་ཕབ་སྟེ་བདེ་སྐྱིད་ཡིར་བཞེས་ལགས་པ་མ་ཟད། ས་སྐྱ་ཟན་གྱི་བསླབ་གཞི་མ་འོངས་པར་གནས་མཆོག་འབྱུང་བའི་ལུང་བསྟན་མཛད། དེའི་རྗེས་གླིང་རྗེ་གེ་སར་རྒྱལ་པོ་ཀ་ན་ཆུང་བ་དུས་བདེའི་ཨ་བ་ལང་གུ་ཞེས་པས་ད་ལྟའི་རྫ་མ་མུ་ཁ་མདོ་འདིར་འགྲོ་ལ་གནས་མཚེ་བསྲེགས་སྐབས་གླིང་རྗེ་གེ་སར་རྒྱལ་པོས་མདའ་བརྒྱབ་སྟེ་བདེ་གྱི་ལུས་ནས་ཁྲག་མང་པོ་གྱེར་བས་ས་དེར་སྐམ་ཆེན་ཐང་ནག་ཞེས་ད་ལྟའི་བར་མིང་མ་འགྱུར་བར་གནས་ཡོད་ལ་དེ་ནས་བདེ་དེ་རི་བྲུས་ཀྱང་མ་ཐར་བར་གནས་དེའི་རང་དུ་དམ་ལ་བཏགས་པ་དང་བདེ་གྱི་ཕུང་པོ་ས་འོག་ཏུ་བསྣན་ནས་སྟེང་དུ་ཕུར་བ་རྡོ་ཡི་དོང་ཞིག་བཞེངས་ནས་རྫོང་ཆེན་བཅོ་བརྒྱད་ཀྱི་གཏེར་སྒོ་འབྱེད་པའི་རྟེན་འབྲེལ་ལེགས་པོ་སོགས་སུ་འགྲེལ། དེ་ནས་དུས་ཀྱི་འཕོ་འགྱུར་གྱིས་ལོ་རྒྱུས་ཀྱི་ཟིན་ཐོ་རིམ་བཞིན་བགར་ནས་ཡོང་ན་རབ་འབྱམས་སྐྱུག་ཅིག་པོ་ནང་སྐབས་དྲུང་བུ་སྤར་གྱི་བླ་མ་བསམ་སྡིངས་ཕུན་ཚོགས་ཞེས་བཟང་ཕྱོགས་སེམས་དཔའ་མིའི་རྣམ་རོལ་དུ་གསན་པ་ཁོང་ད་ལྟའི་རྫ་མ་མུ་ཁམས་རྡོ་རུ་བཞུགས་སྐབས་མི་ཞིག་གིས་མ་ནི་འབུར་མ་ཞིག་ཁོང་གི་མདུན་དུ་ཁྱེར་ཡོང་ནས་འདི་ཁྱོད་ཀྱི་ལྷུ་གྱི་ཨི་ཡིན་ཞེས་དྲིས་བླ་མས་ཁྱོད་ཀྱི་མིང་ལ་ཅི་ཟེར་ཞེས་དྲི་གནང་མཛད་དུས་ཁོ་བོའི་མིང་ལ་རྡོ་བརྐོ་མ་ནི་ཚེ་རིང་ཟེར་བ་ཡིན་ཞུས་པས་དེ་མ་ཐག་མ་ནི་ཡིད་འཕྲོག་གི་རང་སྒྲ་སྙིང་གཅིག་བསྲིངས་ཤིང་འཕགས་པ་སྤྱན་རས་གཟིགས་ཀྱི་དངོས་སུ་ཟན་གྱི་ལག་པས་ཉམས་སྣང་བཟུང་བ་སོགས་ལུགས་དྲུག་རྟེན་འབྲེལ་འགྲེལ་ཏེ་རྡོ་གཡུང་ལ་ཁོང་གི་བཞིན་གྱི་དྲིལ་བུ་དཀར་པོ་ཞིག་གནང་ནས་ཐོག་མར་གནས་དེར་རྟེན་དང་འགྲོ་བའི་བསོད་ནམས་ཀྱི་ཞིང་དང་ས་ཡི་སྐྱེས་ཆེན་བཅས་ཀྱི་ཡང་འཕེལ་སི་མ་ཐར་ལམ་སྲིན་པོའི་འཁོར་བུ་གྲི་གཟེངས་ལྟ་བུར་སྤྱི་ལོ་གཅིག་སྟོང་དྲུག་བརྒྱ་དང་བཞི་བཅུ་ལོར་ཐོག་མའི་རྨང་འདིང་བཏིང་བ་ཡིན་ལ་པར་གྱི་བླ་མ་ཁོང་ཉིད་དགོངས་པ་ཆོས་ཐིམ་གྱིས་ཁོང་གི་སྐུ་གདུང་ཆེ་ཐིང་ཡང་རྡོ་འབུམ་དེའི་འགྲམ་དུ་ཡིན་པར་མཛད། དེའི་རྗེས་ཁོང་གི་ཡང་སྲིད་རབ་འབྱམས་བཅུ་བཞི་པ་ས་ཕུང་འབྲོག་གི་ལོར་སྐུ་འཁྲུངས། རྫ་དཔའ་བྲོ་དབོར་རྗེ་འཇིགས་མེད་ཆོས་ཀྱི་དབང་པོས་རྡོ་འབུམ་དེ་ཉིད་ཁ་གསབ་དང་རྒྱ་བསྐྱེད་ཀྱི་ལས་གཞི་འགན་བཞེས་ཏེ་སོ་སོ་སོའི་རྡོ་སྐུ་བསྡུ་རུབ་དང་དད་ལྡན་རྣམས་ཀྱིས་ཕུལ་བའི་རྒྱུ་ནོར་ཆེ་ཕྲ་ཚང་མ་རྡོ་སྐུའི་རྒྱུ་ཚོམ་ཟེར་བའི་རྡོ་འབུམ་དེ་ཉིད་ཀྱང་སྔར་ལས་ལྷག་པར་འཕུར་རྒྱས་དང་རྒྱ་བསྐྱེད་བཟུང་བ་ཡིན། ལྷག་པར་དུ་སྐབས་དེར་རྫ་དཔའ་བྲོར་ཁོང་སྐུ་དངོས་ཀྱིས་མ་ཎི་འདི་སངས་རྒྱས་ཀྱི་ཆོས་ཕུང་བརྒྱད་ཁྲི་བཞི་སྟོང་གི་ནང་གཅིག་དབྱིབས་འབྲུ་དྲུག་ཏུ་བསྡུས་ནས་ཟིན་གྱིས་བརླབས་པ་ཡིན་པས་རྟེན་མང་པོ་ནི་ཡར་ག་ལ་འཇུས་པ་དང་ངའི་འདི་ནི་ལྗོན་ཤིང་གི་རྩ་བ་གནས་བཟུང་བ་དང་འདྲ་ཞེས་དང་གནའ་མི་ཁ་སོར་ལ་མ་ནི་རྡོ་ལ་གདན་བཏིང་ན་ད་གཟུགས་གཤེན་གྱི་ཆུ་སྦྱར་གྱི་དྲུང་དུ་དགེ་སྡིག་རྒྱ་མ་ལ་བཅའ་དུས་གདན་གྱིས་འགྱེད་དེ་དགེ་བའི་ཁ་སྣོང་ལ་བཅའ་ཆོག་གང་ལྟར་ཡང་འདི་ལ་འཛམ་བུ་ཕྱི་གསེར་གྱི་གདན་བཏིང་ཡང་འུག་པ་ལས་ལྷག་པ་ཡིན་ཏེ་ཁོས་བསྐྱབ་མི་ཆོག་འོང་ཀྱང་ངའི་འདི་ཚ་ཆེན་པོ་འདི་རྡོ་སྡིངས་ལ་བཞག་པ་ཡིན་ཞེས་ང་ཡི་གཉིད་ཀྱིས་ངུ་བ་ཟས་ཡོད་པས་ངའི་དགེ་བ་རྒྱ་མ་ལ་བཅག་ན་ཨེ་མི་སྐྱིད་སྙམ་ཞེས་གསུངས་པས་རྡོ་འབུམ་འདི་ནི་སི་རབས་ནས་སི་རབས་སུ་ཐུང་ཐུང་བྲེང་བྲེང་གི་འགྲོ་བ་གྲངས་མེད་པོ་དོང་དུ་རྗེས་སྙེག་ཀྱི་ཚབ་དང་ངེས་པ་དོང་གིས་བདུག་པ་ཞག་བུ་ལྡིང་དང་ཐར་ལམ་སྲིན་བུ་གྲི་གཟེངས་ལྟ་བུར་བཞག་མཛད་པ་ཡིན་འདུག་དེའི་རྗེས་རིམ་བཞིན་རྡོ་འབུམ་འདི་ཉིད་འཕུར་རྒྱལ་སྲུང་བ་དང་བསྟུན་ནས་གངས་ཤར་ཆུ་སྙིགས་རྡོ་རྗེ་མཆོག་བ་ཤོར་གསེར་ཐར་ནས་ཚར་ཚར་ཏེ་དབུས་ལྷ་ལྡིང་དུ་ཕེབས་ཤིང་སེར་ལམ་གནས་དེར་ཡོག་སྟེ་དད་ལྡན་སྦྱིན་བདག་རྣམས་ཀྱི་ཕུར་བུ་བརྒྱུད་རྫས་ཡོངས་རྫོགས་བཏང་ནས་སྦྱར་བུ་བཀའ་འགྱུར་ཚར་གཅིག་རྡོ་ལ་བསྐོ་གནང་མཛད་པ་ནས་སྔར་ལས་ཀྱང་ཕུར་རྒྱས་དང་རྒྱ་སྐྱེད་སོང་བ་ཡིན།